ཨ་ནེ་ཡིས་གཞུང་གི་ས། དང་གཞུང་གི་ཁང་པ་གས་མ་རེད་ཁ་སིང་བིད་འགྲོ་དེ་ད་རེ་ང་དེ་ཁྱང་ཚོ་ལ་ཡ་ས་ཅིག་ཁང་པ་ཅིག་སྟོན་ཡས་རེད་བ་དེ་གཞུང་གི་ཁང་པ་དང་གཞུང་གི་ས། གང་ལ་ཡ་ཁང་པ་གས་པ་དེ་འདྲས་གས་མ་རེད་སྒེར་གི་ས་རེད་ཨན་ཁང་པ་དེ་ཡག་པོ་འདུག་ཁ་སིང་དེ་ང་ཚོ་ཏྲུ་བྷི་ཨེཆ་ཁེ་རེད་བ་ཁང་མིག་གཉིས་དག་པོ། ད་རེ་འདི་ང་ཚོ་ཁང་མིག། གསུམ་དག་པོ་རེད་ཐྲི་བྷི་ཨེཆ་ཁེ་རེད་འདི་ཡས་གང་ད། གང་ད་ཆེན་ཆེན་པོ་འདུག་བ་ཆེན་པོ་ཡས་འདུག་ཨན་འདི་ལྷག་པ་དུ་གང་ད་སྒོང་ཡས་གང་རོ་ཆེན་པོ་འདུག་ད། འདི་ཡི་ཁང་པ་འདི་ཡང་ན་ངའི་སྟོད་ཡན་འདི་འབུམ་གྱ་བཅུ་གྱ་ལྔ་དང་དགུ་བཅུ་ཞུགས་འདུག་ར་ཁང་པ་སྡེ་ཚན་གཉིས་འདུག་གང་ལྟར་ད་ངས་ཁ་སིང་བིད་འགྲོ་འདི་ལས་ངག་འདུག་ཁང་པའི་ཚད་དུ་གང་ཚང་ཅིག་རྒྱ་མཚོར་ཞུ་བས་ར་མ་ཟོ་ཨར་མང་པོ་ཅིག་གི་ཚད་དུ་སྟོད་མདའ་ཁང་པ་ནང་ལོགས་སྟོད་མདའ་ཞུ་ཞུ་འདི་ཡི་འདུག་ད་ད་རེས་ངས་ཁང་པའི་ནང་ལོགས་ལས་ཡོད་ཨ་ནི་ཚད་དེ་ངས་གྱ་མཚོར་ཞུ་གི་ཡི་འདུག་ད་འདི་མ་ཞུས་ངས་ལ་ཡ་ཨ་ནི་ཡིན་ཡང་མང་པོ་ཅིག་གིས་ཁ་སང་བིད་འགྲོ་འདི་ནང་ལོགས་ལ་ཡ་ཀ་མེན། གནམ་ལོ་ལས་ཁང་པ་གུང་ཆེན་པོ་དུ་བཞུས་ཏེ་ཡིན་དང་མང་པོ་བྱུང་གི་འདུག་ད་དེ་ལ་ངས་གཅིག་བཞུས་པ་ཡིན་ན་ཡང་ང་ནམ་རྒྱུན་ཡུལ་གྲོ་དེ་གང་ལྟར Personal Finance ར་དེ་འདྲས་གང་ལ་ཡང་བཞུས་དེ་ཡོད་རོགས་ནི་ཁང་པ་དེ་གང་ལྟར་ཉོ་ཡས་ལས་ངོས་ཚོ་སྤྱི་ཐང་བསམ་བློ་ཡག་པོ་ཞིག་གཏང་དགོས་རོགས་ད་སྤྱི་ཐང་ཁང་པ་ཁང་མིག Three BHK ལ་ཡང་ནི་འབུམ་གྱ་བཅུ་གྱ་ལྔ་གོ་བཅུ་སྤྲད་དགོས་ཡིན་ད་གུང་ཆེན་པོ་ལྟར་རོགས་ཡིན་པ་ཡིན་ན་ཡང་སོ་སོ་རང་ཁྱེད་རང་དེའི་རང་གི་ཆེད་དུ་ཡང་ཁང་པ་ཉོ་གི་ཡོད་པ་ཡིན་ན་ཨ་འདི་ཡང་ཁང་པ་དེ་ཡིན་གྱི་མིན་གྱི་དེ་གི་ལིང་རང་ལ་གོ་གི་ཡོད་པ་ཡིན་ན།

དངུལ་མང་པོ་ཞིག་ཡོད་པའི་གནས་ས་ཆ་མ་ར་ཡེ་ཀི་གནས་སྟངས་ཅི་ཆ་ཉག་གཅིག་རེད་ད་དེ་མང་པོ་ཅིག་ཧ་གོ་རེད་བྱས་ཙང། སོ་སོ་དེ་རང་ཆེད་དུ་ཉོ་གི་ཡིན་པ་ཡིན་ན་ང་ད་ཉོས་པ་ཡིན་ན་དུས་ཚོད་ཏག་ཏག་རེད་བསམ་གི་འདུག་ཡང། མང་པོ་ཅིག་གིས་ཨེ་འདྲས་བསམ་གི་འདུག་ཨ་པེ་ཤ་ཏིས་ཡོད་བ་བྱས་ཨ་ནི། ང་ཨ་པེ་ཤ་བླུག་ཨ་ནི་ཁོ་པེ་ཤ་ཏིས་སྐད་གང་ལྟར་མ། ཅིག་ཚོང་ཅིག་རྒྱག་གོ་བསམ། འབུམ་བརྒྱ་ཅུ་གྱ་ལྔ་བླུག་མ་འོངས་པ་ལ་ཡང་བཙོང་གོ་བསམ་ནས་ཁང་པ་ཉོ་ཡ་གི་ཆ་ཞིག་ཡོད་པ་ཡིན་ན་དེ་མ་གནང་ན་ཡག་ཨོ་ད་དེ་ངས་སྤྱི་བཏང་མང་པོ་ཅིག་ད་ཁྱེད་ཀྱིས་རོལ་ནས་ངེད་ཀྱི་སློབ་གསོ་དགོས་ཅེས་ཞུས་པས་ན། ད་དཔེ་མཚོན་ཞུ་བས་ན་འབུམ་བརྒྱ་ཅུ་གྱ་ལྔ། གི་ཁང་པ་འདི་ལ་ཡང་ད་གལ་སྲིད་ལོ་བཅུ་གྱི་ནང་ལོ་ལ་ཡང་འབུམ་བརྒྱ་ཅུ་གྱ་ལྔ་དེ་ལོག་ད། ད་གཟོད་ད་གྱ་གཉིས་བཅུ་དྲུག། འབུམ་བརྒྱ་དང་དུས་འཇུ། ལོ་བཅུ་ནང་ལོ་ལ་ཡང་འབུམ་བརྒྱ་དང་དུས་འཇུ་རག་པ་ཡིན་ནས། ད་དེ་ཁྱབ་སངས་སེ་ད་གལ་སྲིད་མར་བ་གང་ལས་དངུལ་འདི་གམ་སུ་ཡོད་པས་ན་ཁྱང་བེང་ནང་ལ་བཅུག་ནས Mutual Fund བཙུགས་ན་ད་འདི་ལ་ཡག་རེད་བ་ད་ངས་རྟག་པར་ཞུས་དེ་དེར་ད Mutual Fund གང་ལྟར་འབུམ་གྱ་བཅུ་གྱ་ལྔ་དེ་ལོ་བཅུ་ནང་ལོ་ལ་ཡར་འབུམ་གྱ་དང་དུས་མཇུག་ཆགས་ཀྱི་ཡོད་པ་ཡིན་ན་ཡང་ཁྱེད་རང་ལ་ཡར་ལོ་གཅིག་གི་ཚེ་དེ་གྱ་ཆ་གས་སི་ལས་སྐྱེས་ཐུག་ཡོང་མ་རུ་བ། འདི་ཆེ་མཚུངས་གྱ་ཡ་ཆ་དེ་ད་ངེད་ཀྱི་ཆེན་པོ་ཞུགས་ཞུགས་ཀྱི་ཡོད་ད་ལོ་བཅུ་ནང་ལོ་ལ་འདྲ་པར་ཆགས་པ་ཡིན་ན་ད་དེ་འདྲ་ཆགས་ཀྱི་ཡོད་མེད་གང་ཞིག་ལ་བལྟ། སྙེ་མ་དུས་ཚོད་ཅིག་ལས་ན་ཆགས་ཡོད་ད་ས་ཆ་དགོང་ཁྱེའུ་རུ་བ་དེང་སང་དང་པོ་ནས་གང་ཚུ་དགོང་ཆེན་པོ་ལ་ཉོ་གི་ཡོད་རུ་བ། འདི་ཆེ་ཡང་སོ་སོ་དེའི་རང་ཆེད་དུ་ས་ཆ་ཁང་པ་ཉོ་གི་ཡོད་པས་ན་གང་ད་ཏག་ཏག་རེད་དགོང་ཆེན་པོ་རེད་ངས་ཁྱེད་ལ་འགྱུས་རུ་བ། ངེད་ཅག་ཨང་ཏི་ངེ་ལོ་ལྔའི་ངེད་ལ་ཡ། Three BHK ཁྲི་ལ་ཡ་འབུམ། དྲུག་ཅུ་རེ་ལྔ་ལ་ཡ་བཙོང་ཡིན་རོ། ཨ་ཏི་པ་ར་ལ་གུང་མོ་ག་ཚོད་ཁ་བ་འགྲོ་ས་ཞུ་རོ། ད་ག་རང་གི་ལོ་བཞི་ངེད་ལ་ཡ་ངེད་ཀྱི། Three BHK གཅིག་འབུམ་བཞི་བཞེ་ལྔ་ལ་ཡ་བཙོང་ཡིན། འདི་ཚིག་དེ་ན་ད་གང་ལྟར་དགོངས། ཆེན་པོ་རུ་བ་ད་ཡིན་པ་ཡིན་ནས་དུས་ཚོད་དུས་ཚོད་ལ་ཡ། དགོངས་འཕར་དུས་བརྩམས་པ་ལས་ཡང་དག་འདས་ཚུལ་ཞིག་དགོངས་དག་རང་ལུགས་རེད་དེ་ནི་གཡས་གཡོན་གང་ཚང་ཆེ་ལ་ཆེ་ཚང་སོ་སོ་དེའི་རང་ཆེད་དུ་ཉོ་གི་ཡོད་པས་ན་ཡིན་གཅིག་མིན་གཅིག་གཟིགས་གནང་ན་ཡག་པོ་ཡོད། མ་འོངས་པ་ལ་དངུལ་ཡོད་པའི་ནས་ཁང་པ་རག་གི་མ་རེད་ཞུ། ཡང་ཚོང་ཁའི་ཆེད་དུ་ཁང་པ་ལ་ཡང་ཉོ་ཡས་ཀྱི་རྩིས་རྒྱག་གི་ཡོད་པས་ན་ངའི་སློབ་གསོ་ལ་ཡང་མ་གནང་ཞུ་ཡས་རོ། ཡ་ཡ་ཨ་ནི་དག་རང་འགྲོ་བཞིན་ཨ་འདི་ངའི་ཁང་པའི་ཚད་དེ་ངས་ཁྱེད་ཚོ་ལ་ཡང་གཅིག་ཞུ་བྱ་ན་བསམས་སོ། ཡ་ད་ངས་ངས་ལ་མ་དོན་རོགས་ངས་མགོ་ནས་ཡང་བཟུ་བས། མགོ་ནི་ཡང་གཅིག། རྫུས་ནི་ངས་བཏོན། ར་ཡང་མ་བཏོན་གུས་འདའ། ངས་ཁང་པ་བཏོན། ཉལ་ཡས་ཏང་འདུག་ནི་ཡང་རྫུས་བ་རྩི། ར་ངས་བཏོན་གུས་འདའ། གོང་གི་མེ་ཧྲི། དེ་ནི་ཡང་རྐན་རྩ་འདུག་མ་ནི་ཡང་ལིག་རེད། རྐན་རྩ་དེ་ནི་ཡང་རྫ། འདུག་ཅེས་རྐན་རྩ་མེད་པས་ནི་རྐན་རྩ་རྫ་མེད་པས་ནི་དེ་ལིབ་ཡོད་རེད། དེ་ལིབ་ཡོད་ར་ད་ངས་མོ་པ་འདི་ཡག་པོ་བྱེད་ར་མི་འདུག། ཨ་ནི་དེ་ལིབ་བྱས་འདི་ནི་ཡག་འགྲོ་བས་ནི་དེ་གང་ཐོག་ལ་ཡག་འགྲོ་ས་བྱས་རྐན་རྩ་བྱས་ནང་ཚུ་ནང་དེ་དེ་རེད། དེ་ནི་ཡག་འགྲོ་གུ་ར་ད་ངས། ཡག་རྫུས་བ་དང། ཁབ་ཏུ་ལི་ཡ་ཕ་གའི་ཁང་པ་གཅིག་ཡོད་རེད། ཁབ་ཏུ་ལི་ཕ་གའི་ཁང་པ་ཞིག་ཏུ་ཨ་ཨམ་དེ་ཡར་འཛུལ་བ་དང་དེ་ཁྱི་དེ་ལ་སྐེ་ཅན་ཡོད་རེད། ཕ་གས་ལ་གོ་གཉིས་མཐོང་གི་འདུག་ཨ་གོ་གཅིག་རུམ་གཉིས་པ་དེ་རེད། ཨ་གོ་ཕ་ཞོ་དེ་ཟུར་དེ་ལ་གོ་གཅིག་འདུག་ཨ་འདི་གསང་སྤྱོད་རེད་གསང་སྤྱོད་འདི་ཕ་གའི་རུམ་གྱི་གསང་སྤྱོད་དང་ཨ་ནི་སིཏིང་རུམ་གྱི་གསང་སྤྱོད་ཀོ་མོན་བཅས་འདི་ཟུར་དེ་ལི་ཡ་གོ་ནག་པོ་ཞིག་མཐོང་གི་འདུག་ཨ་འདི་སི་ཏོར་རུམ་རེད།

ཅེས་ཀེམ་ཁང་པ་ཅིག་གི་ཆགས་སར་འགྲོ་བྱེད་ལ་ཡུལ་དུ་ད་ག་ཟི་ད་ང་ཟི་ད་ག་ཟི་སྐད་ཆ་ཀྲོ་ལོ་མོ་ལི་པ་ར་ལི་ཡ་ཨེ་འདྲུ་ཆེན་པོ་བཞུགས་འདུག་སྟེ་སུམ་ཅུ་དང་བཅུ་གཉིས། དེ་བྱས་ན་ད་ག་རང་གི་འགྲམ་དེར་རུམ་ཅིག་ཡོད་རེད། རུམ་འདི་འདིར་བཞག་ཨོ། རུམ་བདུད་ཀྱི་ཚད་འདི། ཕིར་བཅུ་གཉིས་དང་ཨིན་ཇི་དྲུག་བྱས་ཕིར་བཅུ་གཅིག་དང་ཨིན་ཇི་གསུམ།

ལུགས་གཉིས་པ་དེའི་ཚད་དེ། ཧྥིར་བཅུ་གཉིས་དང་དབྱིན་ཇི་གཅིག་བཅས་བ྄། ཧྥིར་བཅུ་གཅིག་དང་དབྱིན་ཇི་གསུམ། དེ་དེ་དེ་གསང་སྤྱོད་དེ་དོ། དེ་གསང་སྤྱོད་ཀྱི་དེ་ཀོ་མན་རེ་དོ་རོ། ཕ་ཆོས་ནས་རྫུས་ཡས་བཅས་དེ་ཀོ་མན་རེ་རྫུས་ཡས་བཅས་གསང་སྤྱོད་དེ་དེ། གསང་སྤྱོད་དེ་ཀྱི་ཚད་དེ་ད་ཕ་གི་ནང་ཤིང་དེ་གསང་སྤྱོད།

བྷི་དྲོ་སི་རོ་ན་རོ་ཨ་ནི་ཐ་མ་དེ་ལ་ཞོའི་ལི་ཡ་ཨན་ཀྱ་དུ་ཞོའི་ལི་ཡ་གཞུང་གི་ས་ཆ་མ་རེད་བོད་གཞུང་གི་ཁང་པ་མ་རེད་སྒེར་གི་ཁང་པ་རེད་ཨ་ནི་བུ་ལོན་ལེན་དགོས་ཡོད་པས་ན་སོ་སོའི་ཆ་རྐྱེན་འགྲིག་གི་ཡོད་པས་ན་བུ་ལོན་ལེན་གང་ལྟར་ལ་སོ་ཨ་ནི་ཐ་མ་དེ་ལི་ཡ་གལ་སྲིད་བུ་ལོན་ལེན་དེ་འདྲས་ཡོད་པས་ན་བུ་ལོན་རོགས་པ་གནང་གི་ཡིན་གསུང་གི་འདུག་བུ་ལོན་ཁྱེད་རང་སོ་སོའི་ཆ་རྐྱེན་དེ་སྒྲུབ་དགོས་ཀྱི་ཡོད་རེད་བ།

རྒྱ་ཆུ་ག་ང་དེ་ལ་ཡང་ཁང་པ་གཉིས་ལ་མི་འདུག་ཁང་པ་གཅིག་ལ་གསང་སྤྱོད་མི་འདུག་གང་ལྟར་གསང་སྤྱོད་གསུམ་མི་འདུག་གསང་སྤྱོད་གཉིས་འདུག་ཨ་ནི་སོ་རུམ་མི་འདུག་འདི་རྒྱ་ཆུ་ག་ང་རེད། གང་ལྟར་སྐད་ཆ་དགོངས་ག་རེ་ཡིན་པ་ནི་ཁྱེད་རང་ཇི་ལྟར་ལ་ཡང་ཁབ་ཐུག་སྐད་བཤད་ན་འགྲིག་གི་རེད། ཨ་ནི་ང་ལ་ཁྱེད་སྤྲད་འོང་མ་རེད། མི་འདུག་ཨ་ནི་ང་ལ་ཁོ་རང་གིས་ཡང་ངན་པ་སྤྲད་འོང་ལ་གི་འདུག་ཨ་ཡ་ཡ་ཨ་ནི་འདི་འགྲོ་བཞིན་ཨ་ནི་ཚང་མ་མུ་མཐུད་ནས་བིད་འགྲོ་ཟེར་རོ་ན་ཨ་ནི། བསྐྱར་དུ་མཇལ་བཅས་ལགས་སོ་ཐུགས་ཆེ། ཨ་ནི་ངའི་ཕོན་རྣམ་པ་ཡིན་གཅིག་མིན་གཅིག་བར་ལ་བྱ་ཡིན་དར་བ། ཡ་ཡ་ལགས་སོ་ཐུགས་ཆེ།